སྤར་ཁ་དེ་གཟོན་ཕོ་བ་ཅིག་འདུར་ཕོ་བས་ཡིན་ཟེར། ད་ནི་ལོ་ཡི་འདུར་འདིས་ད་ཐོ་ན་ལུ་འབྲི་དེ་མི་འདུག། དེ་ལས་སྤར་ཁ་ཡི་འདུར་འདི་འབྲི་དེ་འདུག། ད་དཔེར་ན་ས་ཆུ་འབྲུག་དང་གཟོན་ལ་དབ་ས་གླང་ལོ་ཁྱི་འབྲུག་བཞི་དང་བྱི་ཕ་གཉིས་ཀྱིས་སྤར་ཁ་གཟོན་ཕོ་བ་ཅིག་འདུར་ཕོ་བས་ཡིན་ཟུ་ག་བཞག་ན་ལོ་འབྲུག་སྐལ་གཟོན་ནི་མི་མེད་ན། གླང་སྐལ་གཟོན་ལུ་སྐལ་གཟོན་ཁྱི་སྐལ་གཟོན་ནི་མི་མོད་ཨ་ནི་བྱི་དང་བྱི་བ་དང་ཕ་གིས་སྤར་ཁ་གཟོན་ཕོ་བ་ཅིག་འདུར་ཕོ་མེད་དེ་ཨ་ནི་བས་ནི་འདི་གིས་ད་ཐོ་ན་ཟ་བྱེད་སྲིད།

ད་ཉིན་གྱི་ལོ་དྲི་བའི་གནས་སྐབས་ནང་སྤྱི་དེ་ལོ་ཕག་ཡིན་པས། དེ་ལས་སྤྱི་དེ་ལོ་ཁྱི་ཡིན་པ་བྱིན། དེ་ས་ཆུ་གཉིས་ཀྱི་དུར་འབྲུག་ཡིན་པས་ཁྱི་མ་ཕོ་བས། ཁྱི་དེ་དུར་མིན་པས་ཟེར་ཚིག་ནི། ད་ནི་སྤྱི་དེ་ལོ་ཕག་པས་སྤྱི་དེ་འབྲུག་ཡིན་པ་བྱིན་པས་དེ་ལས་ས་ཆུ་གཉིས་ཀྱི་དུར་འབྲུག་ཟེར་དུར་ཕོ་བྱིན་ནོ་ས་ནི་བའི་ཚིག་ནི་ཡིན་པས། ཨ་ནེམ་ཤིང་མེ་དག་ག་ཅི་ར་ཨིན་རོ། དེ་ལས་སེམས་དགའ་ཟུང་འགུགས་ཏི་ཡ་ན། ཤིང་དུར་བླུགས་མེ་དུར་ཁྱི་མེ་དུར་ཁྱིའི་ལྕགས་ཐུར་བླངས་ཤིང་དུར་བླུགས་ས་ཆུ་གཉིས་ཀྱི་དུར་འབྲུག་སི་ན་འོང་བོ་ཞག་གནས་པ་དག་ན། ལོ་འབྱམས་ཅི་བརྩི་བ་ཅིན། མེ་དུར་ཁྱིའི་ལྕགས་ཐུར་བླངས་ཤིང་དུར་བླུགས། ཤིང་དུར་བླུགས། དེ་ལས་ཨ་ན་ས་བླངས་བླུགས་ཁྱི་འབྲུག་བཞི་ཆུ་བརྗི་བ་གཉིས་ཀྱི་དུར་གྱི་འབྲུག་སི་ན་གནས་པའི་བརྩི་བ་ཡིན། དེ་ལས། དེ་གསུམ་པའི་སྤར་ཁ་བརྩི་ནི་མ་ཅིན་ཨ་ན་མེ་དུར

དུར་སྨོ་ལྕགས་གཏོར་གླང་སྤར་ཁ་བེ་བ་ཅན་གྱིན། ས་ཆུ་འབྲུག་ཐང་གཟོན་ས་དོར་ས་ས་དོར་གླང་འབྲུག་ཁྱི་འབྲུག་བཞི་ས་ས་ཡི་ལོ་བཞི། དེ་ལས་ཆུ་སེ་མི་ཏི་ཀི་ཆུ་བྱི་བྷ་ནི་ཨ་ནི་ས་ཆུ་གཉིས་ཀྱི་འདུར་ཏི་འབྲུག་ཨིན་ས་འདི་བའི་ཚིག་ནི་ཡིན་པས་བླངས་སོ།